ལས་རིམ་གསན་གཟིགས་གནང་མཁན་རྣམ་པ་ལྷན་རྒྱས་ཀུན་ལ་འཚམས་འདྲི་ཞུ་ང་བསྟན་འཚོ་ནོར་བཟང་ཡིན། འདི་ག་རླུང་འཕྲིན་ཁང་ནས་ད་ཆ་བཙན་བྱོལ་བོད་མིའི་འོས་བསྡུ་ལས་རིམ་འགྲོ་བཞིན་པ་དང་བསྟུན་ནས། ངའི་སྲིད་སྐྱོང་དང་ངའི་སྤྱི་འཐུས་ཞེས་པའི་དམིགས་བསལ་ལས་རིམ་ཞིག་མགོ་འཛུགས་ཞུས་ཡོད་པ་ལྟར། དེ་རིང་གི་ལས་རིམ་འདིའི་ནང་ལི་ཡ། རྒྱ་བལ་འབྲུག་གསུམ་ཕུད་པའི་ཨོ་སྟྲོ་ལི་ཤའི་ཁུལ་ནས་སྤྱི་འཐུས་གཅིག་གི་ས་མིག་ཡོད་པ་དང་འབྲེལ་ནས། སྔོན་འགྲོའི་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་གཞིར་བཞག། ཁུལ་དེ་ནས་འོས་གྲངས་མང་ཤོས་ཐོབ་མཁན་གཉིས་ལ་ཡ། Skype། བརྒྱུད་ལམ་ཐོག་ནས་བཀའ་འདྲི་ཞུ་གི་ཡོད། དེ་རིང་གི་ལས་རིམ་འདིའི་ཐོག་ལི་ཡ། སྔོན་འགྲོའི་འོས་བསྡུ་ནང་ལ་ཡ། འོས་གྲངས་ཨང་དང་པོ་ཐོབ་མཁན། གདོང་བསྡུས་སྐྱིད་འཛོམས་ལགས་ཕེབས་ཡོད་སྐྱིད་འཛོམས་ལགས་ལ་ཡ་འོས་གྲངས་བརྒྱ་དང་དྲུག་ཅུ་རེ་བདུན་ཐོབ་ཡོད་རེད་སྐྱིད་འཛོམས་ལགས་ང་ཚོའི་ལས་རིམ་ཐོག་ཕེབས་པར་འཚམས་འདྲི་ཞུ་གི་ཡིན། རེ་ཞིག་དེ་ལས་ལོ་སར་ལ།
རྣམ་པ་གླིང་གེ་མཚོ་ལ་ཡ་ངས་ད་ལྟ། གདོང་བསྡུས་སྐྱིད་འཛོམས་ལགས་ཀྱི་སྐོར་ལ་ཡ་ངོ་སྤྲོད་སྙིང་བསྡུས་ཞུས་པ་ཡིན་ན། སྐྱིད་འཛོམས་ལགས་ཨོ་སི་ཀྲུ་ལི་ཡའི་གྲོང་ཁྱེར་སི་ཏི་ནི་ནང་ལ་ཡ་བཅའ་བཞུགས་ཡིན་པ་རེད། ཨ་ནི་སྐྱིད་འཛོམས་ལགས་ནས་འདས་པའི་ལོ་ཤས་ནས་ཨ་ནི། ཨོ་སི་ཀྲུ་ལི་ཡའི Tibet Council། ཨོ་སྟྲེ་ལི་ཡའི་བོད་དོན་ལྷན་ཁང་ནང་ལ་ཡ། ལས་འགུལ་འགན་འཛིན། ཐུགས་འགན་བཞེས་མུས་ཐོག་ལ་ཡ། ITN། འགན་འཛིན་ལྷན་ཚོགས་ཀྱི་འཐུས་མི་ཡང་ཆགས་འདུག་ཡོད་རེད། སྐྱིད་འཛོམས་ལགས་ཀྱི་ལས་ཀའི་ངོ་བོ་ལ་ཡ། ད་ཨོ་སྟྲེ་ལི་ཡའི་གཙོས་པའི་རྒྱལ་སྤྱིའི། ད་གཞུང་མང་རེད་གྲོས་ཚོགས་འཐུས་མི་ལ་ཡ། བོད་དོན། དྲིལ་བསྒྲགས་གནང་ཡས་རེད་ཨ་ནི་བོད་དོན་དེ་སྔ་རྒྱབ་སྐྱོར་ཡོད་པ་དེ་རྒྱུན་འཁྱོངས་དང་ཨ་ནི་ཡང་རྒྱབ་སྐྱོར་གསར་བ་འཚོལ་གནང་ཡས་དེ་ཨ་ནི་ལས་དོན་གཙོ་བོ་ཆགས་དེ་གི་འདུག་ཨ་སྐྱིད་འཛོམས་ལགས་ཨོ་སི་ཀྲོ་ལི་ཡ་མ་ཕེབས་གོང་ལ་ཡ་རྒྱ་གར་ནང་ལ་ཡ་བཞུགས་ག་དར་མ་ས་ལ་ད་ད་ཐེངས་བོད་ཕྲུག་ཁྱིམ་སྡེ་སློབ་གྲ་འགྲིམས་ཆེད་དེ་བྱུག་ལ་ཡ་རྒྱ་གར་རྒྱལ་ས་ལྡི་ལི་ནང་ལ་ཡ་མཐོ་སློབ་འགྲིམས་འདུག་སྐབས་དེ་དུས་དབྱིན་སྐད་ཐོག་ལ་དབྱིན་ཡིག་རྩོམ་ཡིག་ཐོག་ལ་ཡ་རེད་དེ་བཞིན་གི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡ་ཨ་ནི་མཐོ་རིམ་སློབ་སྦྱོང་གནང་བཞག་མཐོ་རིམ་སློབ་སྦྱོང་བསྒྲུབས་པའི་མཇུག་ལ་ཡང་རྒྱལ་ས་ལྡི་ལི་ལ་ཡོད་པའི Times of India ལ་སོགས་པའི་གི་ས་ཁང་ཁག་ནང་ལ་ཡང་ཕྱག་ལས་གནང་འདུག་ཨ་ནི་སྐྱིད་འཛོམས་ལ་རང་ངོས་ནས་བོད་དོན་འཐབ་རྩོད་ཀྱི་ནང་ལ་ཡང་མི་རབས་གསར་པའི་ལས་འགུལ་བ་ཞིག་ལ་ཡང་ངོས་འཛིན་གནང་གི་འདུག་ངས་ལས་རིམ་འགོ་འཛུགས་དང་སྦྲགས་བྱས། གདོང་འདུས་སྐྱིད་འཛོམས་ལགས། ང་ནང་ད་ཨོ་སི་ཀྲུ་ལི་ཡའི་ཤེས་ཡ་ཁུལ་ནས་སྤྱི་འཐུས་གསར་བ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་རྩ་བའི་ང་ནང་ལས་འགུལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ནས་ད་ད་རེས་སྤྱི་འཐུས་ནང་ལ་ཡར་བཞང་དགོས་ཡས་དེའི་དགོས་དོན་གཙོ་བོ་ག་རེ་རེད་འདི་སྐར་མ་གཅིག་ནང་ལ་ཡར་གསུང་རོགས་གནང་ཞུ་གི་ཡིན། ད་གནས་སྟངས་གཉིས་ཀྱི་འོག་ནས་ང་སྤྱི་འཐུས་ལང་རྒྱུ་ཞུ་ཡ་ཡིན། དཀའ་ངལ་དང་གུས་སྐབས་ད Challenge དང Opportunity ཞུས་བྱས། ད། ང་ཚོ་ཕྱི་ནང་གཉིས་ཀར་ལྟ་དུས་ད་ང་ཚོའི་བོད་པའི་འཐབ་རྩོད་དེ་ལ་དཀའ་ངལ་མང་པོ་ཅིག་འཕྲད་དེ་གོ་རེད། བོད་ནང་ལ་རྒྱ་ནག་གི་སྟངས་འཛིན་དེ་ཤུགས་ཆེ་རུ་འགྲོ་གོ་རེད། རྐྱང་པོ་རིན་པོ་ཆེའི་དགོང་ལོ་བགྲེས་རུ་འགྲོ་གོ་རེད་དེ་ཡིན་དུས་རང་བཞིན་གྱི་མི་མང་ནང་ལོ་སེམས་ནང་སེམས་འཚབ་ཆེན་པོ་ཅིག་བྱུང་དེ་གོ་རེད་ཕྱི་ལོག་ལ་ཅིག་བཟི་བར་བྱས་ནས་རྒྱ་ནག་གི་ད་འཛམ་བུ་གླིང་སྡིངས་ཆའི་སྟེང་ལ་འགྲོ་དུས་ཅིག་གི་ན་དབང་རྒྱ་ཆེ་རུ་འགྲོ་གི་འོ་རེད་དེ་གི་སེམས་འཚབ་ཆེན་པོ་ཅིག་ཡོང་སྡེ་བ་རེད་ཡིན་ནའི་ལེ་ད་དཀའ་ངལ་ཅིག་ཡོད་རེད་དེ་ལེ་དཀའ་ངལ་དེ་ལ་ཅིག་གདོང་ལེན་བྱེད་ཐུ་བས་ཅིག་ངས་ངོས་འཛིན་ཞུས་ཀྱི་ཡོད་དཀའ་ངལ་ག་འདྲས་ཞིག་རོ་ཞུས་ནས་དེ་ལ་ཅིག་སེལ་ཐུ་བས་ཀྱི་གུས་སྐབས་ཆེན་པོ་ཅིག་ཡོད་པ་ངས་ངོས་འཛིན་བྱེད་ཀྱི་ཡོད་བོད་པའི་སྤྱི་ཚོགས་དེ་དམངས་གཙོའི་སྤྱི་ཚོགས་ཅིག་རེད་དམངས་གཙོ་དེ་གི་ང་ཚོའི་འཐབ་རྩོད་དེ་མུ་མཐུད་ནས་གནས་ཡས་ཅིག་དང་ཅིག་ཤུགས་ཆེ་རུ་བཏང་ཡས་ཅིག་ནུས་པ་ཅིག་བཏོན་ཐུ་བ་རེད་དྲན་གྱི་འདུག་ལྷག་པར་དུ་གཞོན་སྐྱེས་ཚོས་ཀྱི་སོ་སོའི་གི་ད་གང་ད། དེང་དུས་ཀྱི་ཤེས་ཡོན་བེད་སྤྱོད་བཏང་བྱས་སྤྱི་ཚོགས་ནང་ལ་ད་ག་འདའ་ལས་འགན་དེ་འགན་ཆེ་ཅིག་བསྣན་བྱས་ད་ག་འདའ་གུས་སྐབས་མང་པོ་ཅིག་ཚེ་ཅིག་ལས་ཀའི་ངོ་བོ་མང་པོ་ཅིག་ཐོག་ནས་ད་ག་འདའ་འཐབ་རྩོད་ཐོག་ལ་ཅིག་གུས་སྐབས་མང་པོ་ཅིག་ཡོད་རེད་དྲན་གྱི་འདུག་དེའི་གི་སེམས་ཤུགས་ཕར་ཆེ་ངས་སྤྱི་འཐུས་ལགས་པ་ཡི་ཞུན། ལོ་ལོ་ཟེར།
སྐྱིད་འཛོམས་ལགས་ངས་དྲི་བ་གཉིས་པ་དེ་འདི་ཆགས་འདུག་ཡོད་ཨང་གཅིག་གནད་དོན་གཙོ་བོ་ག་རི་ཐོག་ལ་ཡག་ཤུགས་སྐྱོན་གནང་ཡིན་ན་སྲིད་ལ་འདི་ལ་ཡག་སྐར་མ་གཉིས་དང་ཕྱེད་ཀ་ཡོད་ལ།
ལ་ས་གནད་དོན་གཙོ་བོ་གསུམ་འདྲ་པོ་ཆགས་ཀྱི་འདུག་དང་པོ་དེ་ད་རྒྱལ་སྤྱིའི་གཞུང་ཁག་ནས་ད་བོད་པའི་འཐབ་རྩོད་དེ་ལ་ད་ཆབ་སྲིད་ཀྱི་རྒྱབ་སྐྱོར་དེ་ཤུགས་ཆེ་རུ་བཏང་ཡ་ལྷག་པར་དུ་ཨོ་སི་ཀྲི་ལི་ཡའི་ཤི་ཡ་ད་གྷན་དང་ཨནི་ཇཱ་པན་དང་ཐའེ་ཝན་སྔོན་ཆོད་ནས་ད་བོད་པའི་འཐབ་རྩོད་ཀྱི་ལས་འགུལ་དེ་ཤུགས་ཆེ་རུ་བཏང་ཡ་ཆགས་ཀྱི་འདུག་ད་ད་འདས་པའི་ལོ་ལྔ་བཅུ་དྲུག་ཅུའི་ནང་ལོགས་ལ་ང་ཚོས་ཀྱི་བོད་པའི་འཐབ་རྩོད་དེ་ལ་ད་གྷན་ད་རྒྱབ་སྐྱོར། རྒྱལ་སྤྱིའི་ཐོག་ནས་རྒྱབ་སྐྱོར་གནས་སྒོ་རུ་ཟུད་དོན་རང་བཞིན་གྱིས་ཨ་རི་དང་ཡུ་རོབ་ལ་རེ་བ་བཅོལ་ཏེ་ཆགས་པ་རེད་ཡིན་ནའི་ལས་འཛམ་བུ་གླིང་གི་ཆབ་སྲིད་འདི་འགྱུར་བ་ཆེན་པོ་ཅིག་འགྲོ་དགོས་བ་རེད་རྒྱ་ནག་འདི་འཛམ་བུ་གླིང་སྡིངས་ཆའི་ག་ལ་ཤུགས་ཆེན་པོ་ཅིག་སླེ་སྡོད་དགོས་བ་རེད་ལྷག་པར་དུ་ཨེ་ཤེ་ཡའི་ནང་ལ་ལོ་སྤང་ཐང་ཆེན་པོ་ཅིག་ཆགས་དགོས་བ་རེད་རྒྱ་ནག་གིས་ཚོང་འབྲེལ་གྱི་ཐོག་ནས་འབྲེལ་བ་བྱེད་སའི་ལུང་པ། ད་གང་ལྟར། ཆེ་ཤོས་བཅུ་དེ་ལ་གཅིག་བཟི་བ་རེད་ཅེ་ན་བཅུའི་ནང་ནས་བདུན་དེ་ཨེ་ཤེ་ཡ་མངའ་ཁུལ་ལ་ཆགས་བསྡད་པོ་རེད་བདུན་ནང་ནས་གསུམ་དེ་ད་ང་ཚོ་བོད་པ་ཡོད་སའི་ས་ཆ Australia Japan Taiwan ཆགས་བསྡད་པོ་རེད་དེ་ཡིན་དུས་དེ་ཚོའི་ནང་ལོགས་ལ་ད་གང་ལྟར་ང་ཚོའི་འཐབ་རྩོད་ཀྱི་ལས་འགུལ། ནང་ལ་འཛུལ་བྱས་ད་གང་ལྟར་ལས་ཀ་བྱས་མང་པོ་ཅིག་ངས་མཐོང་བསྡད་ཀྱི་འདུག་གུས་སྐབས་ཆེན་པོ་ཅིག་མཐོང་བསྡད་ཀྱི་འདུག་གཉིས་པ་དེ་ད་འདི་ཆགས་ཀྱི་འདུག་རྨང་གཞི་སྲ་བརྟན། བྱ་གི་འདུག་ང་ཚོ་བོད་པའི་སྤྱི་ཚོགས་དེ་ད་ག་ད་དུས་རབས་ཉི་ས་གཅིག་གི་སྤྱི་ཚོགས་ཚད་དང་ལྡན་པ་ཆགས་ཡ་ལ་གཙོ་བོ་ཆ་རྐྱེན་གཉིས་ནས་མཐོང་གི་འདུག་དང་པོ་དེ་ཕྱོགས་གཅིག་ནས་ཤེས་ཡོན་གྱི་གནས་ཚད་དེ་མཐོ་པོ་ཅིག་འགོག་འདུག་ཕྱོགས་གཞན་པ་དེ་ལ་སོ་སོའི་གི་བོད་པའི་གི་ངོ་བོ་དང་སོ་སོའི་གི་རིག་གཞུང། སོ་སོའི་སྐད་ཡིག། ཅིག་གང་ལྟ་ཤུགས་ཆེན་པོ་ཅིག་གནས་ཐུ་ཨེ། འདི་གལ་ཆེན་པོ་ཅིག་མཐོང་གི་འདུག་ལྷག་པར་དུ་ད་ང་ཚོ་ཕྱི་རྒྱལ་རྒྱལ་ཁབ་དེ་གའི་སྤྱི་འཐུས་ལ་ངས་ཅིག་ལབ་དགོས་བ་རེད་ང་ཚོའི་སྤྱི་ཚོགས་འདི་ཚོའི་ནང་ལོགས་ལ་ཨ་ནི་མི་རབས་གསར་པ་གཞོན་སྐྱེས་མང་པོ་ཅིག་འཚར་ལོངས་བྱེད་དགོས་བ་རེད་མང་པོ་ཅིག་དེའི་ནང་ལོགས་ལ་སྐྱེས་ཡོང་དགོས་བ་རེད་ཁོང་ཚོ་ལ་ད་སོ་སོའི་གི་ང་བོད་པ་ཡིན་ལ་བྱས་སྤོབས་པ་སླད་ཅིག་དང་སོ་སོའི་བོད་པའི་གི་ངོ་བོ་ཅིག་གཟིམ་ཐུ་ཨེ་སོ་སོའི་གི་སྐད་ཡིག་འདི། བོད་སྐད་བརྒྱབ་ཐོས་བོད་ཡིག་ཀློག་ཐོས་དེ་ནང་བཞིན་སོ་སོའི་རིག་གཞུང་འདི་ལ་སྤོབས་པ་སྤོབས་པ་སྐྱེས་ཐོས་དེ་འབྲས་ཀྱི་ཐོག་ནས་ང་རང་ཅིག་གང་དང། ལས་ཀའི་ཐོག་ལ་གང་དང་འབད་བརྩོན་ཞུ་གི་ཡིན་ཞུ་ཡ་ཡིན་གསུམ་པ་དེ་ལྟ་དེ་ཆགས་ཀྱི་འདུག་གཅིག་སྒྲིལ་གྱི་ནུས་པ་སྤུངས་ཡས་དེ་ད་ལྟའི་ང་ཚོའི་འཐབ་རྩོད་འདིའི་ནང་ལོགས་ལ་ད་བོད་པ་ཚང་མས་ཀྱི་སོ་སོའི་ཀྱི་འཐབ་རྩོད་འདིའི་ནང་ལོགས་ལ་ནུས་པ་སྤུངས་ཡས་ཀྱི་དུས་ཚོད་ཅིག་རྩ་དྲག་པོ་ཅིག་ཡིན་པ་ཅིག་ངས་ངོས་འཛིན་བྱེད་ཀྱི། ལོས་ལ་ཟེར།
སྐྱིད་འཛོམས་ལགས་ང་ཚོས་བཀའ་འདྲི་ཞུ་ཡུལ་ད་ད་ལྟ་འོས་མི་རྣམ་པ་ཚོ་ཚང་མ་ལ་ཡང་གནད་དོན་བཞི་དང་འབྲེལ་བའི་སྐབས་ལ་ཡང་དྲི་བ་བཞི་ཅིག་ཡོད། ངས་དྲི་བ་དང་པོ་དེ་འདི་ཆགས་འདུག་ཡོད། བོད་རྒྱའི་དཀའ་རྙོག་སེལ་བ་ལ་ཡང་ཐབས་ལམ་ཡག་ཤོས་དང་བཟང་ཤོས་དེ་དབུ་མའི་ལམ་གྱི་ཐོག་ནས་གྲོས་མོལ་གནང་བྱས་རང་སྲིད་རང་སྐྱོང་གཙོས་གནང་ཡ་དེ་རེད། ཡིན་པ་ཡིན་ནའི་ད་ལྟའི་གནས་སྐབས་འདི་ལ་ཡང་འབྲེལ་མོལ་གྱི་བརྒྱུད་རིམ་དེ་ཆད་བསྡད་ཡོད་རེད། སྐྱིད་འཛོམས་ལགས་སྐུ་སྒེར་ངོས་ནས་འབྲེལ་མོལ་བསྐྱར་གསོ་ཡོང་དགོས་ཡ་རེད་དེའི་ཐད་ལ་ཡང་ཅིག་ག་རེ་གནང་དགོས་ཀྱི་འདུག་གོང་གི་ན། དྲི་བ་འདི་ད་ལྟ་འདི་བྱ་དགོས་འདུག་ད་རྒྱ་ནག་གི་ང་ཚོའི་གི་ཕྱོགས་ལས་བྱས་ད་ག་འདྲ་གྲོས་མོལ་བྱེད་ཡས་ལ་འཁོར་ཡུག་འདི་ག་འདྲ་སྐྲུན་དགོས་འདུག་བས་རེད་བ། ད་འདི་བྱས་ལ་ང་ཚོས་གི་ཐབས་ཤེས་མང་པོ་བྱེད་དགོས་བ་རེད་ཡིན་ནའི་ལས་ཐབས་ཤེས་འདི་གི་འགྲིག་གི་མེད་ཙང་ད་ག་འདྲ་གྲོས་མོལ་འདི་ཡོང་ཐུབ་དགོས་བ་མ་རེད་ད་ང་ཚོའི་རྒྱ་ནག་ལ་ཅིག་ག་འདྲ་ལྟ་སྟངས་འདི་ཁ་གཏད་འདྲ་བོ་བལྟས་བྱས་ཁོང་ཚོའི་ལ་ཅིག་གདོང་ལེན་བྱེད་དུས་ཁོང་ཚོའི་གི་ད་ག་འདྲ་སྐྱོན་ཆ་ག་རེ་འདུག་པའི་ཁོང་ཚོའི་གི་ནུས་པ་ག་རེ་འདུག་ད strength དང weakness དེ་ཚང་མ་མགོ་འཚོས་བྱས་ཁོ་ན་ཚོ་ལ་ད་གང་ལྟར་ནུས་ཤུགས་དེ་ནུས་ཤུགས་དེ་ཤུགས་ཆེ་རུ་བཏང་ཐུབ་པའི་ཅིག་ང་ཚོས་འབོད་བརྩོན་ཞུ་དགོས་རེད་དྲན་གྱི་འདུག་དཔེ་ཆ་ཞེ་ན་ད་རྒྱ་ནག་དེ་འཛམ་བུ་གླིང་སྡིངས་ཆའི་ག་ལ་ཅིག་ཤུགས་ཆེ་རུ་འགྲོ་དགོས་རེད་འཛམ་བུ་གླིང་གི་ད་ལུང་པ་གལ་ཆེ་ཅིག་ད་ཤུགས་ཆེ་ཅིག་དུས་ཁོ་ཚོ་འཛམ་བུ་གླིང་གི་སྤྱི་ཚོགས་ཀྱི་ད་ཁས་ལེན་ཅིག་ད་ཆེ་མཐོང་ཡོང་བའི་ཆེད་དུ་ཨ་ནི་ཅིག། ལུང་པ་ཡང་དག་པ་གཅིག་ན་ཁོ་རང་ཚོ་ལ་རྒྱལ་སྤྱིའི་གཞུང་ཁག་ནས་གཅིག་ནུས་ཤུགས་འདི་ཤུགས་ཆེ་རུ་གཏང་དགོས་དེ་ངས་གལ་ཆེན་པོ་ཞིག་མཐོང་གི་འདུག་ནུས་ཤུགས་སྤྲད་བྱས་ཁྱེད་རང་ཚོ་དངོས་གནས་ཚད་དང་ལྡན་པ་བྱས་ན་ཨ་ནི་རྒྱ་བོད་ཀྱི་དཀའ་རྙོག་དེ་སེལ་དགོས་འདུག་སེལ་སྟངས་དེ་ཐབས་ལམ་ཡང་དག་པ་རྟགས་དང་དུས་རབས་ཉི་ས་གཅིག་གི་ཐབས་ལམ་ཡང་དག་པ་དེ་གྲོས་མོལ་གྱི་ཐོག་ནས་སེལ་དགོས་འདུག་ལ་བྱས་ནུས་ཤུགས་ཤུགས་ཆེ་རུ་གཏང་ཨེ་དེ་ངས་གལ་ཆེན་པོ་ཞིག་མཐོང་གི་འདུག། ལོས་ལ་ཟེར།
ཀྱི་ཙམ་ལ་དྲི་བ་གཉིས་པ་འདི་ད་ལྟ་འདིར་ཆགས་འདུག་ཡོད། ཆོས་ལུགས་སྤྱི་འཐུས་དགོས་ཀྱི་ཡོད་མེད་ཀྱི་གནད་དོན་འདི་ཆགས་འདུག་ཡོད། ཨ་འདིའི་ཐད་ལ་ཡང་ཀྱི་ཙོམ་ལགས་སྐུ་སྒེར་ངོས་ནས་ད་བཞེངས་ཕྱོགས་ག་འདྲེ་འདྲ་བྱེད་ན།
རེད་ད་སྤྱི་ཚོགས་ག་འདྲེ་བྱེད་ནས་ཐུན་མོང་མ་ཡིན་པའི་ཁྱད་ཆོས་མང་པོ་བརྗོད་རེད་སོ་སོའི་རྒྱལ་རབས་དང་སོ་སོའི་གྱི་ད་ཆབ་སྲིད་ཀྱི་ཁོར་ཡུག་དང་ཆབ་སྲིད་ཀྱི་དགོས་མཁོ་གི་ཐོག་ནས་ཅི་གང་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་མང་པོ་བརྗོད་རེད། བོད་པའི་གི་སྤྱི་ཚོགས་དེ་ལས་ང་ཚོའི་གི་སོ་སོའི་གི་ཅིག་དམངས་གཙོ་ཅིག་ཡོད་རེད་ང་ཚོའི་དམངས་གཙོ་དེ་ད་གང་ད་ག་ལ་གང་འཚམ་གསར་པ་རེད་ད་དམངས་གཙོའི་ལང་ཀ་དེ་ལ་འགྲོ་ཆེད་ང་ཚོའི་གི་སྤྱི་ཚོགས་དེ་ཚགས་ཚུད་པོ་ཅིག་གནས་ཐུབ་ཁོག་རེད་འཐབ་རྩོད་དེ་མུ་མཐུད་ནས་གནས་ཐུབ་ཁོག་རེད་ད་ང་ཚོའི་གི་གནས་སྟངས་དེ་དང་རྒྱ་ནག་གི་གནས་སྟངས་ཅིག་གཟིགས་པར་ཤེས་ན་ཡང་ང་ཚོ་ཅིག་སྤོབས་པ་ཧ་ལས་པའི་སྤོབས་པ་བོད་པ་ཚང་མ་ལོ་སྤོབས་པ་སྐྱེ་དགོས་པ་ཅིག་རེད་ད་ཡིན་ནའི་ལས། སྤོབས་པ་སྐྱེས་བྱས་ཡང་འདོད་པ་ཁང་དགོས་དེ་གནས་སྟངས་ཁྱོན་དེ་ཆགས་ཀྱི་མི་འདུག་དུས་ཚོད་སྤར་བས་ང་ཚོས་ཁོམ་པ་རྒྱག་ཐུབ་པ་བྱེད་དགོས་རེད་དམངས་གཙོ་ཟེར་དུས་རང་བཞིན་གྱིས་མི་ཚང་མ་ལ་འདྲ་མཉམ་མི་ཚང་མའི་གི་བསམ་བློ་དང་མི་ཚང་མའི་བསམ་ཚུལ་དང་རེ་བ་དེ་ཡང་གྲོས་ཚོགས་ནང་ལ་གོ་ཐུབ་ཡ། དེ་འདྲས་ཀྱི་གཅིག་ལ་དམངས་གཙོ་དངོས་གནས་དམངས་གཙོ་ཡང་དག་པ་ཞིག་ལབ་དགོས་བ་རེད། དེ་ཡིན་དུས། ཅི་གང་ལྟར། སོ་སོ་ཕྱུག་པོ་ཡིན་ནའི་སྐྱོ་པོ་ཡིན་ནའི་ལས། གྲྭ་པ་ཡིན་ནའི་ལས་མི་ཕལ་པ་ཅིག་ཡིན་ནའི་ལས་ད་གང་ལྟར་ཚང་མས་ཀྱི་ད་གང་ལྟར། བསམ་ཚུལ་དེ་ཕིག་གི་ནང་སླེབས་དགོས་ཡོད་དུས། ཨ་ནི་ཅིག་འདྲ་མཉམ་དེ་གལ་ཆེན་པོ་ཞེ་དྲག་རེད། དེ་ཡིན་དུས་ད་ལྟའི་ཆ་ལ་ཆོས་ལུགས་ཀྱི་སྤྱི་འཐུས་དང། གྲྭ་བཙུན་ལ་གང་ལྟར་འོས་གཉིས་རག་ཡ་གི། ད་དེ་དམངས་གཙོ་ཡང་དག་པ་ཞིག་རེད་ལབ་ནི་དེ་ཏག་ཏག་ཅིག་བསྡད་གོ་མ་རེད་དྲན་གྱི་འདུག་དེ་ཡིན་དུས་ད་ང་ཚོ་ད་ལྟ་དེ་གྲོ་བསྡུ་གནང་གོ་རེད་དེ་ཡང་ང་ཚོས་ཀྱི་ཡང་ཡག་ག་ཞིག་རེད་དྲན་གྱི་འདུག་ད་གང་ལྟར་ཅིག་དམངས་གཙོ་ཅིག་ཡར་རྒྱས་བཏང་ཡ་དམངས་གཙོ་དུས་ཚོད་དང་དཔའ་བས་ཀྱི་འགྲོ་ཐུབ་ཡ་དེ་འདྲས་ཀྱི་ཡ་ཅིག་ཡག་ག་ཞིག་རེད་ཡིན་པ་ཅིག་ངས་ངོས་འཛིན་ཞུ་གི་ཡོད་ང་ཚོ་སྤྱི་ཚོགས་ནང་ཅིག་བགྲོ་གླེང་མང་པོ་ཅིག་འགྲོ་བསྡད་གོ་རེད། ལོས་ལ་ཟེར། ཨ་དེ་ནས་དྲི་བ་གསུམ་པ་དེ་ད་ལྟ་དེ་ཆགས་ཡོད་ད་གིན་རྩ་བའི། སྐེ་འཛོམས་ལགས་ཀྱི་གོང་དུ་ངས། སྐྱིད་འཛོམས་ལགས་ཞང་དགོས་དོན་སྐོར་ལ་ཡ་གསུངས་ཡོད་དུས་སྐྱིད་འཛོམས་ལགས་ཀྱི་ལན་གནང་ལོ་ལ་ཡ། ཆིག་སྒྲིལ་སྐོར་ལ་ཡ་དོན་ཚན་གསུམ་པ་དེ་གསུངས་ཡོད་དུས་རང་བཙན་དང་དབུ་མའི་སྐོར་ལ་ཡ་གསུངས་གནང་བ་རེད་ངའི་དྲི་བ་གསུམ་པ་དེ་ད་ལྟའི་དྲི་བ་གསུམ་པ་དེ་ག་རང་ཆགས་བསྡད་ཀྱི་ཡོད། སྤྱི་ཚོགས་ནང་ལ་ཡ་རང་བཙན་དང་དབུ་མ་དེ་ད་ད་ལྟའི་གནས་སྐབས་དེ་ལ་ཡ་ཤོ་ཁག་གཉིས་འདྲ་བོ་ཅིག་ཆགས་ཆེ་དཀའ་ངལ་ཅིག་འཕྲད་བསྡད་ཀྱི་ཡོད་རེད། སྐྱིད་འཛོམས་ལགས་ནས་ད་འདི་དཀའ་ངལ་མ་འོངས་པ་ཅི་དུས་ཆགས་པ་ཡིན་ན་འདི་དཀའ་ངལ་དེ་སེལ་ཡ་ཆེད་དུ་ཨ་ནི་ག་རེ་གནང་གི་ཡིན་པ།
རེད་ད། ཁྱེད་རང་སུའོ་རེད་ད། ད་ང་ཚོའི་གི་དབུ་མ་དང་རང་བཙན་གི་བགྲོ་གླེང་བྱེད་པའི་སྐབས་ལ་ང་ཚོས་ཀྱི་དོ་སྣང་མང་པོ་ཅིག་ག་རེ་བྲིས་ཀྱི་འདུག་ཟེར་ན། དབུ་མ་དང་རང་བཙན་བར་ལ་ཁྱད་པར་ག་རེ་འོར་བས་ཟེར་བ། ཁྱད་པར་དེ་ལ་དོ་སྣང་ཞིབ་པོ་ཞིག་བྲིས་ཀྱི་འདུག་དེའི་དོ་སྣང་བྲིས་ན་སྐྱོན་ག་རེ་འདུག་ཟེར་ན་ཁྱེད་རང་སུའོ་རེད་འགལ་ཟླ་ཅིག་ཆགས་ཀྱི་འདུག། ཏན་ཏན་རེད་ཁྱད་པར་ཡོད་རེད་གཅིག་གིས་ཕྱོགས་གཅིག་གིས་རྒྱ་ནག་བར་ལ་བདེ་སྐྱིད་མའི་གསུང་སྐོར་རེད་ཕྱོགས་གཅིག་གི་རྒྱ་ནག་བ་ལ་བདེ་སྐྱིད་ཡིན་གསུང་སྐོར་ཁྱད་པར་དེ་འདྲའི་ཡོད་རེད་ཡིན་ནའི་ལས་ཁྱད་པར་གཅིག་པོ་ལ་གཅིག་གང་ལྟར་དོ་སྣང་བྱས་ན་ཁྱོད་ཁྱོད་ནས་མཐོ་བོ་མི་འདུག་ཁྱད་པར་ཡོད་པ་ནང་བཞིན་ཡང་དབུ་མ་དང་རང་བཙན་བར་རག་ལ་ཡང་གཅིག་པ་གང་རེད་བར་བས་རེད་དེའི་སྐོར་ལ་ང་ཚོས་བགྲོ་གླེང་བྱས་ཏེ་གལ་ཆེན་པོ་ཞིག་རག་ཞིག་མཐོང་གི་འདུག་གཅིག་པ་ཏན་ཏན་ཡོད་རེད། གཅིག་ཕྱོགས་གཉིས་ཀ་གི་སྐྱོ་ལུང་དེ་གཅིག་པ་རེད། ཕྱོགས་གཉིས་ཀ་གི་དམིགས་ཡུལ་ཟེར་བ་ད་འདི་གཅིག་པ་ཆགས་བསྡད་གོ་རེད་ང་ཚོ་ཚང་མའི་གི་རེ་བ་དམིགས་ཡུལ་དེ་ག་རེ་ཟེར་ན་བོད་ཀྱི་དཀའ་རྙོག་སེལ་ཨ་བོད་ནང་གི་བོད་མི་བོད་བོད་ནང་ལོགས་ལ་ད་གང་ལྟར་རང་དབང་བདེ་སྐྱིད་ཞི་བདེ་བོད་མི་ཚང་མ་ལོགས་ལ་འདྲ་མཉམ་གྱི་ཐོབ་ཐང་གུས་སྐབས་མི་ཚེ་གཅིག་གང་ལྟར་ཚད་དང་ལྡན་པ་ཞེད་སྣང་མེད་པའི་སྐད། འདི་འདྲས་ཀྱི་དམིགས་ཡུལ་ཞིག་རེད་དྲན་གྱི་འདུག་དེ་ཡིན་དུས་དེའི་ཕྱོགས་ནས་ཕྱོགས་གཉིས་ཀ་གི་དམིགས་ཡུལ་གཟིགས་རོགས་རེད་ད་གང་ལྟར་རེ་བ་དེ་གཅིག་པ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ང་ཚོས་ཀྱི་ད་གང་ལྟར། བགྲོ་གླེང་བྱེད་པའི་སྐབས་ལ། ཁྱད་པར། གཅིག་པོ་ཡོད་རེ་བྱས་ནས་བགྲོ་གླེང་དེ་མེད་པར་བྱས། གཉིས་ཀ་ཕྱོགས་ནས་བསམ་བློ་གུ་ཡངས་པོ་ཅིག་འགྲོ་བ་ལྟ་གང་ལྟ་དབུ་མའི་ལམ་འདི་སྲིད་ཇུས་ཅིག་རེད། སྲིད་ཇུས་དེའི་སྟེང་ང་རང་ངོས་འཛིན་ཡན་ལག་བེད་ཁོ་ར་བསམ་བློ་རྒྱ་ཆེན་པོ་ཅིག་བཏང་རྗེས་སྲིད་ཇུས་ཅིག་གཟིམ་ཡོད་ཅེས་ལ་ངས་ངོས་འཛིན་ཞུ་གི་ཡོད། ཡིན་ན་ལས་སྲིད་ཇུས་ཅིག་རེད་སྲིད་ཇུས་དེ་ཅིག་གང་ལྟ་འགྱུར་བ་བཏང་མི་སྲིད་པ་དེ་འདྲ་གལ་མ་རེད་བསམ་གི་འདུག་འགྲོ་བ་སྲིད་ཇུས་དེ་ལ་ངས་ཀྱི་ད་ལྟའི་ཆ་ལ་ངས་ཀྱི་དངོས་གནས་རྒྱབ་སྐྱོར་ཡོད་དེ་ངས་གོང་ལ་ཞུས་པ་ནང་བཞིན་བསམ་བློ་མང་པོ་ཅིག་བཏང་རྗེས་གནས་སྟངས་མང་པོ་ཞིག་ཐག་ནས་ད་ལྟ་དེ་གང་ལྟ། སྲིད་ཇུས་འདི་ཡང་དག་པ་ཅིག་རེད་དྲན་གྱི་འདུག། ཨ། ངའི་དྲི་བ་མཐའ་མ་འདི། གདོང་ཐུག་སྐྱིད་འཛོམས་ལགས་ངའི་དྲི་བ་མཐའ་མ་འདི་ཆགས་འདུག་གི་ཡོད། ཨ། ད་ལྟའི་འཛིན་སྐྱོང་བཀའ་ཤག་ནས། ད་ལྟའི་འཛིན་སྐྱོང་བཀའ་ཤག་ལ་ཡ་ཞན་ཆ་དང་འཐུས་ཤོར་སོང་བའི་གནད་དོན་གཙོ་བོ་གཅིག་གསུང་དགོས་ཀྱི་ཡོད་ན་འདི་ག་རེ་རེད། ཨན། མ་འོངས་པ་ད་དེ་འདྲའི་འཐུས་ཤོར་མ་ཡོང་བའི་ཆེད་དུ། ད། ཨ། ཞན་ཆ་འདི་ཁ་སྐོང་མ་བཏང་བ་འདི་ཁ་སྐོང་ག་འདྲ་སྣང་དགོས་ཀྱི་རེད་དགོངས་ཀྱི་ཡོད་ན། ད་ལྟ་ཁྱེད་རང་གིས་གསུངས་བ་རེད་ཨ་ནི། ཁོང་རྣམས་ཀྱི་ཕྱག་ལས་ཡག་ག་གནང་ཡག་ག་ངས་མཐོང་གི་འདུག་དེ་ནང་བཞིན་ཡང་འཐུས་ཤོར་ལ་ཡར་རྒྱས་བཏང་དགོས་ཨེ་དེ་འདྲའི་སྐད་ངས་མཐོང་གི་འདུག་ད་གཉིས་ཞུས་ཡག་ག་གཉིས་ཞུས་པར་ཕྱིན་ན་འཛིན་སྐྱོང་དེ་གས་ད་ག་ད་ཤེས་ཡོན་ཐོག་ལ་ང་རང་མི་ཚེ་ཉམས་མྱོང་དང་ང་རང་གི་ཡིད་ཆེས་བྱེད་ས་དེ་ཤེས་ཡོན་དེ་ཧ་ལས་པའི་གལ་ཆེན་པོ་ཞིག་མཐོང་གི་འདུག་ཨ་ནི་དེའི་ལ་ཨ་ནི་དོ་སྣང་སྤྲད་ཡིན་གསུངས་གོ་རེད་དེ་ལ་པ་བས་ཀྱི་གོམ་པ་ཞིག་རྒྱབ་ཐུབ་བོ་རེད་དེ་ནང་བཞིན་ད་གཞིས་ཆགས་ཁག་སྤྱི་ཚོགས་དེ་གཅིག་རྨང་གཞི་སྲ་བརྟན་ཡོད། ཞེས་དུ་ཞི་ལྷག་པར་དུ་མི་དམངས་ཀྱི་བདེ་སྡུག་ལྟ་ཡས་རྒྱ་གར་ནང་ད་གང་ལྟ་གཞིས་ཆགས་ཁག་གི་གང་ལྟ་རྒྱུན་གནས་ཐུབ་པས་དེ་འབྲས་ཀྱི་ཐོག་ནས་ཡང་ལས་གཞི་གསར་པ་མང་པོ་ཅིག་སྤེལ་འོས་རེད་འདི་ཚོ་དངོས་གནས་ཡག་རེད་དྲན་གྱི་འདུག་ད་ལྟ་ང་རང་གཅིག་གང་ལྟ་ད་ལྟའི་ཆ་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ལྟ་གཞུང་དོན་མ་ཡིན་པའི་ཚོགས་པ་ཞིག་ནང་ལ་ལས་ཀ་བྱེད་དགོས་ཏེ་འདིའི་གི་ཉམས་མྱོང་ཐོག་ནས་ལྟ་ད་འདིའི་འཛིན་སྐྱོང་འདིའི་གི་ཅིག་ཡར་རྒྱས་བཏང་དགོས་ཡ་ལགས་རེད་ལྟ་གང་ལྟ་འདི་ག་རེ་མཐོང་དགོས་འདུག་ཟེར་ན་གཞུང་ག་འདྲའི་འདྲ་པོ་བྱེད་ནས་ལས་ཚགས་ཚུགས་པོ་བྱས་ལ་ཨ་ནི་ཅིག Civil Society ཞུས་དགོས་རེད་བ་ལྟ་གང་ལྟ་གཞུང་དོན་མ་ཡིན་པའི་ཚོགས་པ་འདི་ཨ་ནི་ཚགས་ཚུགས་པོ་ཅིག་དགོས་རེད་དྲན་གི་འདུག་འདི་ལ་ཅིག་ཆེ་མཐོང་ཆེན་པོ་ཅིག་དགོས་རེད་དྲན་གི་འདུག།
ངས་ད་ལྟ་ཁྲོད་ཆེ་འདི་གཅིག་བཀའ་འདྲི་ཞུ་གི་ཡིན་ད་གིས། སྐྱིད་འཛོམས་ལགས་གོང་དུ་སྐྱིད་འཛོམས་ལགས་ད་ད་ད་སྤྱི་འཐུས་ལ་ཡ་བཞང་དགོས་དོན་གནད་དོན་གཙོ་བོ་གསུམ་གསུངས་གནང་བའི་ནང་ལོགས་ལ་ཡ། དང་ཐོག་འདི་ལ་ཡ་ད་ད། བོད་དོན་རྒྱབ་སྐྱོར་འདི་ད་དེ་སྔ་ལས་ཤུགས་ཆེ་རུ་གཏང་དགོས་ཀྱི་ཡོད་པའི་གནད་དོན་འདི་འདྲ་ཞིག་སྐོར་ལ་གསུངས་གནང་སོང་དེ་ཡང་ད་ད་ད་སྐྱིད་འཛོམས་ལགས་ད་འབྲེལ་ཡོད་ས་གནས་དེ་ཨོ་སྟྲུ་ལི་ཡ་དང། ཨ་ནི་ཉི་ཧོང་རེད་དེ་བཞིན་གྱི་ཐེ་ཝན་ཆགས་འདོད་ཀྱི་ཡོད་འདུག་ག་ལ་ས་གནས་དེ་གའི་དེ་གནད་འགག་ཆགས་ཀྱི་འདུག་གསུངས་སོང། ས་གནས་དེ་གའི་དེ་ནང་ལོགས་ལ་ཡ་བོད་དོན་རྒྱབ་སྐྱོར་འདི།

སྐད་ཆ་བཤད་སྟངས་ལ་བར་བ་དང Narrative། སྐད་ཆ་བཤད་སྟངས་དེ་ཏིང་ཚི་འགྱུར་བ་གཏང་དགོས་རེད་དྲན་གྱི་འདུག་བར་བ། དེ་གཅིག་ཞུ་གཏུག་བྱེད་པའི་སྐབས་ལ་ཡིན་ནའི་ལས་ཁྱེད་ཚོས་ཀྱི་རྒྱ་གཞུང་དང་གྲོས་ཚོགས་ཁག་ལ་འགྲོ་དུས་གཅིག་ཁྱེད་རང་ཚོའི་གཞུང་གིས་ང་ཚོའི་ཀྱི་འཐབ་རྩོད་དེ་ལ་རྒྱབ་སྐྱོར་བྱས་དེ་གལ་ཆེན་པོ་ཞེ་དྲག་རེད་ཟེར་བ་གལ་སྲིད་རྒྱ་བོད་གཉིས་ཀྱི་དཀའ་རྙོག་དེ་སེལ་ཐུབ་ན་ཁྱེད་ཚོ་ལ་ཁྱད་པར་ཡོད་རེད་ཟེར་བ་ད་རུང་པ་བདུན་ཚོའི་ཀྱི interest རེས་ལ་བྱེད། དེ་འདྲས་ཀྱིས་གཅིག་གང་ལྟར་སྐད་ཆ་བཤད་སྟངས་དང་ང་ཚོས་ཀྱི་ལྟ་བ་གྱིས་སྟངས་དང་གཅིག་འགྱུར་བ་བཏང་ཐུབ་ན་ང་ཚོའི་སྐད་ཆ་དེ་ཡིན་ནི་ལས་བྱེད་སྒོ་ཆེད་གང་ལྟར་ནུས་པ་ཆེ་ཞིག་དྲན་གྱི་རེད་བསམ་གྱི་འདུག་དེའི་ཐོག་ལ་ཡང་ང་ཚོས་ཀྱིས་གཅིག་དོ་སྣང་སྤྲད་དགོས་ཨ་ཅི་རེད་དྲན་གྱི་འདུག། ལོ་ལོ་ཟེར། སྐྱིད་འཛོམས་ལགས་ངས་བཀའ་འདྲི་ཞུ་ཡ་ད་ག་ཡིན་ཨང་ང་ཚོ་དུས་ཚོད་གནང་བར་ཐུགས་ཆེ་ཞུ་ཡ་ཡིན། ཐུགས་ཆེ་ནོར་ས་ལགས།
ལོ་ཟེར།